བ། Electoral College དེ་ཨ་ནི་ཨ་རིག་སྲིད་འཛིན་གྱི་ཡོང་སྟངས་དེ་ཡོང་ཁུངས་དེ་ག་རེ་ག་རེ་ཡིན་མེད། ཁྱོན་བསྡོམས་དེ་ལྔ་བརྒྱ་གསུམ་སོ་བརྒྱད་རེད་ཨ་ནི་ཡོང་སྟངས་དང་ཡོང་ཁུངས་དེ་ག་རེ་ག་རེ་ཡིན་མེད་རྣམ་པ་ཚོ་ངས་མཆན་བུ་ཞུས་ཆོག་ཅེས་ཞུས་པ་ཡིན། ད་ཨ་རིག་སྲིད་འཛིན་གྱི་ཁྱོན་བསྡོམས་ཀྱི་འོས་ཤོག་དེ Electoral College དེ་ལྔ་བརྒྱ་སུམ་ཅུ་སོ་བརྒྱད་རེད།

བརྒྱ་ཆ་ལྔ་བཅུ་ང་གཅིག་ཉིས་བརྒྱ་བདུན་ཅུ་ཆ་བོ་རེད་ཉིས་བརྒྱ་གི་བདུན་ཅུ་གི་རྐུབ་བཀྱག་འདི་སུ་ལ་ཐོབ་པ་ཡིན་ན་ཨ་འདི་ཨ་རིའི་སྲིད་འཛིན་ཆགས་ཀྱི་ཡོད་རེད་ཟེར་གྱི་ཅི་ངའི་རྣམ་པ་ཚོ་ཅིག་ལབ་ན་བསམ་དེ་འདྲ་སོང་ཙང་དཔེ་ཆ་ཆགས་པ་ཡིན་ན Texas རེད་བ Texas electoral college དེ་ཡོད་ཆགས་རྒྱུ་དེ་སུམ་ཅུ་སོ་བརྒྱད་རེད་བ་ཨ་ནི Texas ནང་ལོགས་ལ་ར། Texas ནང་ལོགས་ལ་ཨ་ནི་ཨ་རིག་གི་སྲིད་འཛིན་འོས་ཤོག་མང་ཤོས་སུ་ལ་ར་བ་ཡིན་ན་ར། ཨ་རིག་གི་མི་སེར་ཡིན་བསྡད་ཁྱོད་ཅིག་གིས་ཨ་ནི་ཨ་རིག་སྲིད་འཛིན་འོས་མི་གདམ་གི་ཡོག་རེད། འདི་ལ་འོས་ཤོག་སུ་མང་ང་ར་ཡིན་པ་ཡིན་ན་གལ་སྲིད Donald Trump ལ་མང་ང་ར་ཡོད་པ་ཡིན་ན་ད་བཞིན Texas འགྲོ་བའི་མང་ཆེ Donald Trump ཐོབ་འདོད་པ་འགྲོ་ཆེ་རེད Republican ཐོབ་འདོད་པ་འགྲོ་ཆེ་རེད Republican གི་ད་ཡོད་ན་མེད་ན་ཡིན་ལ་གོ་རེད་དེ་ལ་ཨ་ནི་གལ་སྲིད

གཅིག་པ་གཅིག་རྐྱང་ཆགས། དེ་འདྲའི་གནས་ཚུལ་སྐབས་ལ་ཉིས་བརྒྱ་དྲུག་ཅུ་རེ་དགུ་རེ་དགུ་གཅིག་པ་ཆགས་པ་ཡིན་ན། ཨ་འདི་ཨ་ནི་མཐའ་མ་དེ་ལ་ཨ་རི་སྲིད་འཛིན་བདག་མེད་ཀྱི་འོས་ཤོག་འདི་ག་བ་ལ་འགྲོ་གི་རེད་ལབ་པ་ཡིན་ན House of Representative འགྲོ་གི་རེད House of Representative ལ་འགྲོ་གི་རེད། ང་ཚོ་ལབ་པ་ཡིན་ན་ཨ་ནི་གཅིག Upper House ལ Lower House ལ་བོར House of Representative མི་རེ་རེ་གིས་ཨ་རིའི་སྲིད་འཛིན་འོས་ཤོག་བླུག་གི་རེད། ད་ནི་ཤིང་གི། འདི་སྐབས་ལ་ད་སྲིད་འཛིན་གཞོན་པའི་གི་འོས་མི་འདི་སྲིད་འཛིན་གཞོན་པའི་གི་འོས་མི་འདི་ཨ་ནི Senate ནང་ལོགས་ལ་འོས་ཤོག་བླུགས་བྱེད་ཅེས་ཨ་ནི་དེ་འདྲའི་གི་ཐོག་ནས་ཨ་རིའི་སྲིད་འཛིན་ད་སྲིད་འཛིན་གཞོན་པ་འོས་ཤོག་འོས་མི་འོས་འདི་གདམ་གོ་རེད་གལ་སྲིད་ཨ་ནི་ཨ་རིའི་སྲིད་འཛིན་གི་འོས་འོས་ཤོག་གི་གྲངས་ཀ་འདི་གཅིག་པ་གཅིག་རྐྱང་ཆགས་པ་ཡིན་ན་ཨ་ནི་འདི་སྐབས་གནས་སྟངས་དེ་འདྲས་ཆགས་ཀྱི་རེད་ཞེས་ཞུ་བའི་ཆིག་ཆེད་དེ་ནི་ཨ་རིའི་སྲིད་འཛིན་སུ་ལངས་ཆོག་གོ་རེད་པས་རེད་པ་ཨ་ནི་ཨ་རིའི་གི་ཁོ་རང་ཚོ་གི་ཁྲིམས་ནང་དུ་ག་ཡོད་ཟེར་ན་བས་ན་ཨ་ནི་ལུང་པ་འདི་ལ་སྐྱེས་བའི་མི་ཅིག་དང་ལུང་པ་འདི་གི་མི་སེར་ཡིན་པ་གཅིག་བྱས། ཨ་ནི་ལོ་སུམ་ཅུ་སོ་ལྔ་ལོན་པ་གཅིག་བྱས། ཨ་ནི་ཨ་རིའི་ལུང་པ་ལ་བསྡད་བྱས་བྱས་བྱས་ལོ་བཅུ་བཞི་འགྲོ་ངེས་ཡིན་པ་ཡིན་ན་ཨ་ནི་ཨ་རིའི་སྲིད་འཛིན་ལངས་ཆོག་གི་རེད་ལ་འདི་རེད་དེ་འདྲ་སོང་ཙང་རང་བཞིན་གྱི་ལུང་པ་འདི་ལ་སྐྱེས་ཡོད་པ་ཡིན་ན་ཁོ་ཨ་རིའི་སྲིད་འཛིན་ལངས་ཧ་གི་ཐོབ་ཐང་དེ་ཡོད་པ་རེད་ཟེར་བཞིན་ངས་རྣམ་པ་ཚོར་དེ་བས་ཅིག་འགྲེལ་བཤད་ཞིག་བརྒྱབ་ན་བསམ། ད་དེ་ནས་ཉིས་སྟོང་བཅུ་དྲུག་ལོ་ལ་ཨ་རིག་གི་སྲིད་འཛིན་གྱི་འོས་ཤོག་གི་གྲངས་འདི་རྣམ་པ་ཚོ་བཏོན་ཏེ་ད་ག་རང་རེད Donald Trump ལ་འོས་ཤོག་ཁྱོན་བསྡོམས་ལྔ་བརྒྱ་སུམ་ཅུ་སོ་བརྒྱད་ནས་ཁྱོན་བསྡོམས་སུམ་བརྒྱ་བཞི་རག་པ་རེད་དེ་ནས Hillary Clinton ལ་ཉིས་བརྒྱ་ཉིས་སོ་བདུན་རག་རེད

འདི་ནི་ཉིས་སྟོང་ཉི་ཤུ་ལོ་གི་ཨ་རིའི་སྲིད་འཛིན་གྱི་འོས་ཤོག་དེ Joe Biden ཐོབ་པ་རེད་ཁྱོན་བསྡོམས་ལྔ་བརྒྱ་གསུམ་སོ་བརྒྱད་ནས་དགུ་བརྒྱ་སུམ་བརྒྱ་དྲུག Joe Biden རག་བ་རེད་ཨ་ནི Donald Trump ལ་ཉིས་བརྒྱ་སུམ་ཅུ་སོ་གཉིས་རག་བ་རེད་ཟེར་བྱས་འདི་རྣམ་པ་ཚོ་ལབ་ན་བསམ་སོང་འདི་རྣམ་པ་ཚོ་ད་ཅིག་ཨ་རིའི་སྲིད་འཛིན་གྱི་འོས་ཤོག་དེ་སླེབས་པའི་སྐབས་ལ་ཨ་ནི་ག་དུས་ན Red State དང Blue State།

ཨ་ནི་ཨ་རིའི་སྲིད་འཛིན་ཏྲོ་ནལ་ཏྲམ་ལ་ཨ་ནི་འོས་ཤོག་མང་ཤོས་ཨ་ནི་ཉིས་སྟོང་བཅུ་དྲུག་ལོ་ལ་རག་པ་རེད། ཡིན་ནས་ཉིས་སྟོང་ཉི་ཤུ་ལོ་ལ་དེ་འགྱུར་བ་ཐེབས་པ་རེད། ཉིས་སྟོང་ཉི་ཤུ་ལོ་ལ་ཝིས་ཀོན་སིན་མི་ཤི་ཀན་ཇོར་ཇི་ཡ་ཨ་རི་ཛོ་ན་དེ་འདྲ་མོ་ཀྲ་ཕྱོགས་ལ་འགྱུར་བ་རེད། དེ་ངས་ལ་ངས་ན་ལ་བ་ན་ཤི་རེད་ང་དེ་དམའ་བོ་དེ་ང་དོན་སྔོན་པོ་ཆགས་པ་རེད། ཨ་ནི་ཉིས་སྟོང་བཅུ་དྲུག་ལོ་ལ་ང་དོན་སྔོན་པོ་དེ་ང་དོན་དམའ་བོ

དེ་ལོ་སུན་ཟ་དེ་རིང་ད་ངའི་བརྙན་ཐུང་དེ་ད་ག་རང་མཚམས་བཞག་ཡ་ཡིན། ཨ་ནི་ཨ་རིའི་སྲིད་འཛིན་སུ་ཐོབ་ན་ཐོབ་དེ་ང་སྒེར་ལ་འབྲེལ་བ་ཁེལ་དགོས་ཀྱི་མེད། ཨ་ནི་བོད་པ་ནང་ལོགས་ལ་ཅིག་དེ་བགྲོ་གླེང་ཤུགས་ཆེན་པོ་འགྲོ་གི་ཡོད་པ་ངས་ཧ་གོ་ཡོད་ཡིན་ན་ཡང་བོད་པ་དེ་འབའ་ར་གང་མ་ཞིག་ཡོད་མ་རེད། ཨ་རིས་ཁོ་རང་ཚོའི་རྒྱལ་ཁབ་དེ་སུ་སྐྱོང་དང་མ་སྐྱོང་ལས་དེ་ཨ་རིའི་མི་མང་ལ་མི་སེར་ལ་རག་ལུས་ཀྱི་ཡོད་ཙང། འདི་ངས་རྣམ་པ་ཚོ་དེ་རིང་གི་གནས་ཚུལ་འདི་དེ་རིང་གི་བརྙན་ཐུང་བཟོས་བསྡད་ཡ་འདི་རྣམ་པ་ཚོ་ནང་ལོགས་ལ་ཅིག་ཨ་རིའི་སྲིད་འཛིན་གྱི་འོས་ཤོག་གི་གདམ་སྟངས་ག་འདྲེ་ག་འདྲེ་ཡིན་མེད་འདི་རྣམ་པ་ཚོ་ལ་ངས་འགྲེལ་བཤད་ཅིག་བརྒྱབ་ན་མི་གུ་ཡིན་མ་གཏོགས་ཨ་རིའི་སྲིད་འཛིན་འདི་ཐོབ་ཆོག་ཆོག་འདི་ཐོབ་ཆོག་ཆོག་གི་ཨ་ནི་རེ་བ་བརྒྱབ་པས་སུ་ཅིག་ལ་ཁེ་སྒོ་ཅིག་མེད་ཡིན་ནས་ད་ལྟའི་ཆ་ལ་ཚོད་དཔག་རྐྱེན་ངན་མང་པོ་ཅིག་གི་ཡག་མ་བྱས་པའི་སྐབས་ལ་ཨ་རིའི་སྲིད་འཛིན་གྱི་འོས་ཤོག་འདི་ཅིག

གུས་པས་གནང་རོགས་གནང། རེད་བ། གུས་པས་གནང་རོགས་གནང། ཨ་ནི་གང་མང་མང་རྒྱབ་སྐྱོར་གནང་རོགས་གནང། ཨ་གང་མང་མང་ཨ་ནི Subscribe གནང་རོགས་གནང་དེ་འདྲ་སོང་ཚེ་ད་འདི་ཡང་གནས་ཚུལ་དོན་དོན་ག་ཆེ་ཅིག་ཐོག་ལ་ཡང་ངའི་རྣམ་པ་ཚོ་མ་འོངས་པ་དེ་འདྲ་དེ་འདྲ་གནས་ཚུལ་ཡོང་བའི་སྐབས་ལ་ངའི་རྣམ་པ་ཚོ་ཨ་ནི་འགྲེལ་བཤད་དེ་འདྲ་རྒྱབ་ཆོག་ཅེས་ཞུ་བ་ཡིན་དེ་འདྲ་སོང་ཚེ་ངའི་བརྙན་ཐུང་གསན་གཟིགས་གནང་བ་དེ་ལ་ཡིན་མཐའ་དབང་ཐུགས་ཆེ་ཨ་ནི་རྗེས་མ་རྗེས་ཡོང།